ད་ཐ་མདའི་རྒྱ་དང་པ་ཀི་སི་ཐན་གྱི་པ་ར་ཡ་ད་དམག་འཁྲུག་ཅིག་ལངས་ཡ་གི་ད་གོ་གྲོ་མོ་སི་ན་ཚུ་ཡོད་པའི་གནས་ཚུལ་བཅས་རེད། རྩ་བའི་ད་དང་པོ་བྱུང་ཡ་དེ་ཉིས་སྟོང་ཉི་ཤུ་རྩའི་ལྔའི་ད་བ་བཞི་པའི་ཚེས་ཉི་ཤུ་རྩ་གཉིས་ཡ་ནི་པ་ཀི་སི་ཐན་གྱི་ད། སྟངས་འཛིན་བ་ལ་ཡོད་བསྡད་པའི་གླ་ཁོ་རེད་པ་ཀི་སི་ཐན་གྱི་མངའ་ཁོ་ལ་ཡོད་བསྡད་པའི་འཇིགས་སྐུལ་རིང་ལུགས་པ་ཁག་བདུན་བརྒྱད་ཅིག་གིས་རྒྱ་གར་གྱི་དབུས་མངའ་སྡེ་ཇེ་མུན་ཀི་ཤི་མིར་གྱི་པལ་གི་རམ་གྱི་ད་ག་ན་དཱ་ཡུལ་སྐོར་སྤྲོ་འཇམ་འགྲོ་ས་ཡ་མན་ད་སྐྱབས་བྱ་སྤྱི་པ་གཉིས་རྩི་རུག་བསད་བྱས་ད་དེ་གི་གནས་ཚུལ་བྱུང་བ་དང་དེ་རྗེས་ཡ་ཕྱི་ད་ལྔ་པའི་ཚེས་བདུན་ཡ་མཚན་མོ་རྒྱ་གར་གྱི་པ་ཀི་སི་ཐན་གྱི་ནང་ལོགས་ལ་ཡོད་བསྡད་པའི་ས་ཚུགས་དགུ་ཡི་ནི་དུ་ས་གཏོར་སྐྱོན་དྲག་པོ་བཏང་བྱས། འཇིགས་སྐུལ་རིང་ལུགས་པ་ད་ག་འདའ་ག་ཚ་དགེ་བཅུ་ཤེས་ངེས་ཡོད་རེད་ད་འདི་ཆ་ནས་རྒྱ་གང་འདྲ་བཤད་དེ་ངེས་འདུག་ད་ག་འདའ་རྒྱ་སྒོར་གཅིག་བྱས་དེའི་ནང་ལོགས་ཡི་གནད་ཡོད་མི་སྣ་གི་འཇིགས་སྐུལ་རིང་ལུགས་པ་ཁ་ལྕེ་དམར་སེར་བཏང་ཡོད་པའི་གནས་ཚུལ་བཅས་བཤད་བསྡད་པ་རེད་ད་ནི་ཕྱིའི་འཇིགས་སྐུལ་རིང་ལུགས་པའི་ནང་མི་དག་ད་དེ་འདྲ་མང་པོ་གཅིག་བསད་ཡོད་པའི་གནས་ཚུལ་ཡོད་རེད་ད་ག་ཚང་དུ་ཕྱི་ཟླ་ལྔ་པའི་ཚེས་བརྒྱད་ལ་དེ་ནི་པ་ཀི་སི་ཐན་གྱི་ད་རྒྱ་གར་སྒང་ལ་ཚུ་ཅིག་མི་མེད་གནམ་གྲུ་བཏང་ཡ་རེད་ད་གནའ་ཤིས་མེ་ཤུགས་འཕུར་མདའ་རྒྱག་ཡ་རེད་ད་ག་འདྲ་དེ་འདྲ་གྱི་ལས་གཞི་འདྲ་མིན་སྣ་ཚོགས་མང་པོ་བཅས་སྤེལ་ཡོད་པ་རེད། རྩ་བའི་པེལ་གྷམ་གྱི་གནས་ཚུལ་དེ་བྱུང་པའི་རྗེས་ཡལ་ད་ད་ལྟ་བར་དུ། བསྟུད་མ་ཉི་མ་བཅོ་ལྔ་སི་ཏྲ་བ་ཅིག་ད་པ་ཀི་སི་ཐན་གྱི་རྒྱ་གར་ས་མཚམས་ནས་ཚུར་ཨ་ནི་ཅིག་མེ་མདའ་གང་བྱུང་བརྒྱབ་པའི་གནས་ཚུལ་ཡང་ཡང་བྱུང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ནི་ད་ག་ཚང་དངོས་སུ་དམག་རྒྱལ་གྱི་ལས་གཞི་བཟོ་འདྲ་བོ་བྱེད་བཅུག་ཡོང་དུས། ད་ལྟའི་རྒྱ་གར་གྱི་ད་ག་ཟླ་པ་ཀི་སི་ཐན་གྱི་གཡུལ་བཞག་པའི་མེ་ཤུགས་འཕུར་མདའ་རེ་མི་མི་གནམ་གྲུ་ག་ལ་གང་འཚམ་གྱིས་གཏོར་སྐྱོན་བྱས་བྱས་བར་ནམ་ཁམས་ནས་གཏོར་བརླག་བཏང་བྱས་ག་ད་ས་ཐོག་ཡར་ནུད། ཤུགས་ཆེན་པོ་ལ་འོ་རེད་ད་གང་ལྟར་ཚབས་ཆེན་ཕོག་མེད་པའི་གནས་ཚུལ་བཅས་རེད། ཡིན་ནའི་ས་མཚམས་ཁག་ལ་ཡར་སློབ་གྲྭ་རེད། ལྷ་ཁང་རེད། མི་ཚང་དེ་འདྲའི་ནང་ལ་ཡང་མི་ཤུགས་ཕུ་འདེད་ཆང་ཁ་བྱུང་བའི་དེ་འདྲའི་མང་པོ་རྒྱབ་ཆ་གཏོར་སྐྱོན་ག་ལ་གང་འཚམས་བྱུང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ད་ལྟའི་རྒྱ་གར་གྱི་སྟབས་སྣ་མང་གི་སྲུང་སྐྱོབ་བྱེད་མཁན་གཙོ་བོ་ར་ཤི་ཡ་ནས་ཉོས་བཞག་པའི་ཨེ་སི་བཞི་བརྒྱ་གྱི་ད་བཀག་སྡོམ་མ་ལོག་རེད་བས་གང་དག་ཕ་ནི་གཙོ་བོ་མེ་ཤུགས་འཕུར་མདའ་དང་མེ་མི་གནམ་གྲུ་ག་རེ་བཏང་ཡོང་བ་ན་དེའི་ལ་བར་ནམ་གང་ནས་གཏོར་ངེས་ཀྱི། S four hundred གྱི་ལ་བོར S བཞི་བརྒྱ་ནི་གཏོར་སྐྱོན་བྱས་ཐུག་ཡོད་པ་དང། ནི S བཞི་བརྒྱ་དེ་ནི་རྒྱ་གར་གྱི་ཉིས་སྟོང་བཅོ་བརྒྱད་ཡར་རེ་ཤི་ཡ་དྲ་མི་ཉོས་བྱས་འགྲོ་ལ་བི་ལིན། ལྔ་དང་ཚགས་ཞིབ་བཞི་གསུམ་སྤྲད་ཡོད་པའི་ནི་ཚོད་བཅས་རེད་འདི་ཤ་དེའི་སྐབས་སུ་གཙོ་བོ་ཨ་རིག་གིས་ཉོས་ན་འགྲིག་གི་མ་རེད་ཟེར་ན་དགག་པ་ཤུགས་ཆེན་པོ་རྒྱབ་འདུག་དེ་ནི་རྒྱ་གར་གྱི་ཁ་མི་ཉོ་བ་བཅས་བྱས་མྱོང་ཡོད་པའི་གནས་ཚུལ་བཅས་རེད། གཙོ་བོའི་དེ་རིང་དུ་བཟའ་ཟླ་ར་ཤི་ཡ་གིས་རྒྱལ་ཁ་ཉིན་མོ་སྲུང་བརྩི་ཞུ་རྒྱུར་ཁ་ཚང་དེ་ཡང་དང་པོ་རྒྱ་གར་སྲིད་བློན་མུ་དྷིའི་ཐད་བྱས་པ་རེད། དེས་མ་ཐུག་རེད་དེ་ནི་རྒྱ་གར་གྱི་བདེ་སྲུང་བློན་ཆེན་ཐད་བྱས་པ་རེད་ད་ད་ནི་མར་འགོ་བཙུགས་བས་ན་བདེ་སྲུང་བློན་ཆེན་ཐད་ཐུག་མེད་པ་དང། ནི་བདེ་སྲུང་བློན་ཆེན་གྱི་དྲི་རྩ་བར་དུ་བར་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ནི་ད་དེའི་གནས་ཚུལ་བྱུང་ཡ་དེ་ཁ་ཚང་དུ་བཟའ་བདེ་སྲུང་བློན་ཆེན་དངོས་སུ་བར་ཐད་ཐུག་བས་ན་རྒྱ་གར་གྱི S four hundred དེ

ད་འདི། སྲིད་བློན་གྱིས་བཤད་ཚད་བྱས་ན་རྒྱ་གར་གྱི་ནི་དུ། པ་ཀི་སི་ཐན་ནང་ལོ་ཡ་མི་མི་གནམ་གྲུ་བཅུ་གཉིས་བཏང་ཆེད་ཨ་ནི་ས་ཆ་ཁ་བྲ་མི་ར་དགུ་ལ་གཏོར་སྐྱོན་བྱས་སོང་ཟེར་ད་ད་ལོ་ཁོ་རང་སུ་ཁས་ཁས་ལེན་བྱས་པའི་ཐོག་ནས་ཨ་ནི་ས་ཆ་བྱུང་ས་དེ་ཡིན་ན་རེད་ལ་ཧོར། ཨ་ནི། གུར་ཇཱན་ཝ་ལ། ཅག་ཝལ། བྷ་བྷན་པུར། མ་ཡིན་ནོ་ཀ་རན་ཆི་ཅོར། རོ་བ་ལིས་པ་འདིས་ཨ་ཀྲོག་ལྟར་དུར་བྱས་ནས་ས་ཆ་ཁག་དེ་ཚོ་ཡར་དུར་སྐྱོན་བྱུང་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་དེ་ནི་པ་ཁི་སི་ཐན་གྱི་ད་ལྟའི་སྲིད་བློན་གྱི་ད་གཟིམ་ཤག་ལོར་བའི་ཕོ་བྲང་ལོར་བའི་གང་ལྟར་ལི་ཧུང་གི་ཉེ་འགྲམ་ཀེ་ལོ་མི་ཀྲི་ཉི་ཤུ་ཟེར་ཡོད་བསྡད་པ་དེ་འདྲ་ལས་ཡང་ཁ་ཚང་འདུག་ས་ཕུ་ཕུ་ཡ་རྒྱ་གར་གྱིས་དུར་སྐྱོན་བཏང་ཡོད་པའི་གནས་ཚུལ་བཅས་རེད་བསྡད་ཤག་ད་གང་ལྟར་པ་ཀི་སི་ཐན་གྱི་ཚུགས་བརྒྱབ་པའི་རྒྱ་གར་གྱི་བར་དུ་བརྒྱབ་ཡོད་པའི་གནས་ཚུལ་བཅས་རེད། ད་གནས་ཚུལ་ཁག་ཅིག་ནང་བཤད་རྒྱབ་བྱས་ན་རྒྱ་གར་གྱི་ད་ལྟའི་པ་ཀི་སི་ཐན་གྱི་ཀ་རན་ཆིའི་ངོ་ཕྱོགས་ཀྱི་ད་ལྟའི་གནམ་ཐང་གི་ད་གནམ་གྲུ་དག་དག་དྲི་ངན་ལོག་ར་རེད་འདྲ་གཏོར་ཡོད་པའི་གནས་ཚུལ་བཅས་དེ་འདྲ་བཅས་བཤད་སྟེགས་འདུག་ད་ཡིན་ན་ད་ལྟའི་ཆ་ནས་གནས་ཚུལ་མང་པོ་ཅིག་དངོས་སུ་ཐོན་གྱི་ཡོད་པ་དང་དག་སྣང་ཞིག་ཡུལ་ཀྲུའུ་པརས་ལག་བསྒུར་བ། ད་དེའི་དང་ཡང་གཅིག་སྤྱི་ཚོགས་དྲ་རྒྱའི་ནང་དགའ་རྟགས་དང་ལྟ་ངན་རག་གོ་ཡིན་མང་པོ་ཅིག་གིས་ནི་ཚོས་འདྲ་མི་འདྲ་མང་པོ་ཅིག་རྫུན་བཟོ་བྱས་བྱས་གང་དག་བཀྲམ་བྱས་ཁ་ཤས་ཀྱིས་རྐང་བཙུགས་ནས་བཀྲམ་གྱིན་ནར་ད་གང་དག་དེ་འདྲའི་མང་པོ་ཞིག་དོན་འོག་ཏུ་ཡང་རྫུན་མ་དང་དངོས་གནས་ཉིད་ཡིན་འདྲ་བོ་འདྲ་བོ་འདྲ་བོ་ཅིག་ཆགས་འགྲོ་གི་འདུག། དེ་ནི་རྒྱ་གར་དབུས་གཞུང་གི་བར་བརྟས་བྱ་མདའ་པར་བྲིས་ནི་ད་ལྟའི་རྒྱ་གར་གཞུང་གི་ལས་བྱེད་ཚང་མ་གོང་གསལ་ཆིངས་བསྡེབས་པ་ཡོན་པ་ནི་ཚང་མ་ཕྱིར་ལོག་ཡོང་དགོས་གི་ཟ་གང་དག་དམག་རྒྱ་ཡས་ཀྱི་ལས་བྱེད་དེ་ཡོང་གི་ཡོད་པ་ཡིན་ཚ་ཨ་ནི་ལས་བྱེད་ཚང་མ་ཚུ་ལི་གོང་ལ་བཅར་དགོས་ཡ་དེ་འདྲ་གི་བཀའ་རྒྱ་གཅིག་བཏང་བསྡད་ཀྱི་འདུག། ཐ་ན་ཤེས་བྱ་འདི་གར་གི་ངོ་ཅོག་ཡང་ད་རག་ཞོལ་ཁའི་དུ་ས་ད་བཏང་བྱས་མི་མང་དེ་ཚོ་ཕྱི་ལོག་ལ་མ་ཐོན་ལེ་འདྲ་བོ་བཏང། ཐ་ན་ཤེས་བྱ་འདི་གར་ན་ད་ལྟ་ལོ་བཅོ་བརྒྱད་ཡལ་འདབས་ད་གེ་སའི་དམག་འཁྲུག་བྱུང་བ་ཡིན་ན་དེའི་སྐབས་སུ་རོགས་རམ་ག་འདྲས་བྱས་དགོས་ན་ད་དེ་འདྲའི་ནང་ལོ་ཡང་ད་ནང་དུས་ངན་ཡོད་བས། དེ་འདྲས་ཀྱི་ལས་བྱེད་པས་ཡོད་པ་ད་གང་དག་ཚབས་ཆེན་པོ་འདྲ་བོ་བྱས་རེད་དེ་ཤག་ད་ནི་པ་ཀི་སི་ཐན་གྱི་ད་ལྟའི།

དེ་ལ་རྩེད་མོ་རྩེ་གྲས་འདི་ཕྱིར་འཐེན་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་བཤད་ཐ་ན་ཕྱིའི་ང་ཚོའི་ཧི་མ་ཅལ་པར་དེ་ཤི་ཀི་དྷར་རམ་ཤ་ལ་ལའི་ཏུ་སོགས་ཁིར་ཀེད་ཀྱི་ཡང་རྩེད་འགྲན་གྱི་ཡོབ་གྲ་དེའི་ཕྱིར་འཐེན་བྱས་བྱས་མ་གུ་ཇུ་ར་ཏུ་བ་ཅར་ཕར་སྤོས་ཡོད་པའི་གནས་ཚུལ་བཅས་བཤད་དེ་གི་འདུག་ད་ག་འདྲ་ད་འདི་མ་དེ་དང་འབྲེལ་བའི་ཐོག་ནས་ཅིག་གནས་ཚུལ་འདྲ་མིན་མང་པོ་ཅིག་ཡོད་དེ་གི་ཡོབ་རེད་ཅེ་འདི་གི་པུན་ཇབ་ནང་ཡོད་དེ་བའི Golden Temple དུ་སིག་པག་གི། ལྷང་ཆེ་ཤོས་ནི་སྟབས་རྫིག་ཤོས་ཀྱི་ཆ་དེ་ཡོད་པ་རེད། ད་ལྟའི་ཆ་ནས་ལོ་ཡ་རྩིས་བས་ན་ལོ་ལྔ་བཅུ་ལྔ་བཞི་གོང་ལ་ནི་དེའི་ལྷང་དེ་གང་ཛག་གོ་སྐྱབས་བློ་ཟད་པའི་ནི་ཟོལ་ཆེ་ཆུང་ཤ་སྟག་དེའི་སྐབས་སུ་ན་ཁོང་རེས་ཀྱི་ད་ལྟའི Sonia Indira Gandhi སྐབས་སུ་ནི་ད་དེའི་ནང་དོན་ད་གཟིག་པགས་ཀྱི་མི་མང་པོ་བསད་ཆ་མ་སྟོན་པར་བ་ད་དེ་འདྲ་སྐབས་བྱུང་མི་རོ་ད་ལོ་ལྔ་བཅུ་ང་བཞི་ལ་ནར་བ་དེ་གཅིག་རེད་ད་ད་ལྟའི་ཆ་ནས་ད་ཕ་གི་པ་ཀི་སི་ཐན་གྱིས་ཚུར་གནོད་སྐྱོན་བྱས་མ་ཡོང་བསམ་བཞག་བློ་གསལ་དགོས་ཡ་དེ་འདྲའི་ཅེས་བྱུང་འདི་ཤ་ཚ་བའི་ར་ཇི་སི་ཐན་གྱི་རེད། ཐ་ན་ཤི་གུ་ཇུ་ར་ཏི་ད་དེ་ཚོ་ཚང་མ་པ་ཀི་སི་ཐན་དང་ས་མཚམས་ཁད་དེ་གི་ཡོབ་རེད་ད་རྙོག་དྲ་ཚ་ཤོས་དེ་ཡ་གི་ཇམ་མུན་ཀ་ཤི་མིར། LOC། ར་བ། འོང་དེ་ཡ་པི་ཨོ་ཀེ་གི་ས་ཆ་དེ་ལ་ད་རྙོག་དྲ་བྱུང་དེ་གི་ཡོབ་ར་མང་ཤོས་དེ་དེ་ཚང་གི་ད་ད་འདི་གུ་ཇུ་ར་ཏི་ནང་ལོག་རེད་ར་ཇི་སི་ཐན་རེད་ད་དེའི་ས་མཚམས་ཚང་མ་ཡ

ད་གང་ལྟར་དེ་ཚང་མ་སྐོང་བྱས་ནས་ད་ལྟའི་སོ་སོ་སོ་གི་ལྷན་ཁང་གི་མངའ་འོག་ནས་ལས་ཀ་ག་རེ་ལ་དོ་སྣང་བྱེད་དགོས་འོས་མེད་ནས་འཐུས་ཤོར་བཏང་མ་ཉེས་དེ་ཚོ་བཀའ་མོལ་གནང་ཡོད་པ་དང། དེ་ནས་གཅིག་དེ་ད་ལྟའི་སྤྱི་ཚོགས་དྲ་རྒྱ་དང་འབྲེལ་བའི་ཐོག་ནས་ད་གནས་ཚུལ་རྫུན་མ་སྤེལ་མཁན་མཆན་སྡུག་རྒྱག་རྒྱབ་མཁན་ད་དེ་ཚོ་སྒང་ན་ད་དོགས་ཟོན་དང་ཟབ་ཟབ་ཤུགས་ཆེན་པོ་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་ད་ནི་ཁ་ཚང་དུ་ས་རྒྱ་གར་གྱི་པ་ཀི་སི་ཐན་ས་སོ་དགུ་ལ་གནས་གནོད་སྐྱོན་བཏང་པའི་སྐབས་སུ། སྔོན་མ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོ་ད་རྒྱ་གར་གྱི Air India གནམ་གྲུ་གཅིག་ཏུ་ས་ད་པ་ཀི་སི་ཐན་གྱི་བྱེད་སྒོ་རིང་ལུགས་པས་ལ་གོ་རེ་ད་དེ་འདྲས་ཀྱི་བཙན་ཁྲིད་བྱས་པ་རེད། ད་དེ་ངས་ནོར་བ་མེད་པ་ཡིན་ན་བོད་རྒྱལ་ས་ཀད་མ་ནུ་ནས་བཙན་ཁྲིད་བྱས་བྱས།

བསྐྱར་བའི་སྐབས་སུ་ཁོ་རང་དེའི་ནང་བསྲེས་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་ཐ་ན་ཤི་ཁོ་རང་གི་སྤུན་མཆེད་མ་སུད་ཨ་ཛར་ནི་དེའི་སྐབས་སུ་བསྲེས་ཡོད་པ་དང་ཁོ་རང་གཉིས་ཀྱིས་ཉིས་སྟོང་གཉིས་ལོ་ཡི་ཨ་རི་གི Wall Street Journal གྱི་གསར་འགོད་པ Drinal Peerless དུ་དེའི་ཡང་བཙན་ཁྲིད་བྱས་བྱ་དུ་དམར་བསད་བཏང་ཡོད་པའི་གནས་ཚུལ་བཅས་ཀྱིས་ད་ག་འདའ་ཁོ་རང་སུ། འཛམ་བུ་གླིང་གི་ཐོག་ལ་བརྗེ་སྒུར་ངེས་པའི་མིང་རགས་དེ་ནི་དེ་འདྲ་ཡིན་པ་འདྲ། དེ་ནི་ལྡི་ལིའི་མངའ་སྡེའི་སྤྱི་ཁྱབ་བློན་ཆེན་རེ་ཁ་གུབ་རྟ་ནི་པ་ཀི་སི་ཐན་གྱིས་མུ་མཐུད་ནས་རྒྱ་གར་ལ་དམག་བརྒྱབ་ཆེད་གནས་བསྐོར་བསྡད་པ་ཡིན། ཨ་ནི་པ་ཀི་སི་ཐན་ནས་ད་གང་ལྟར་གངས་མཛོད་ཀྱི་གོམ་པ་ལྡི་ལི་ཆེད་ཅིག་ལེན་དགོས་འཁེལ་གྱི་རེད་ཟེར་བ། ཁྱེད་རང་ཚང་གི་ལྟ་པ་ཀི་སི་ཐན་གི་ཟབ་ས་ཕྱིན་ན་ཡག་པོ་ཡོད་རེད་ལས་ཀི་དེ་འདྲའི་ཀི་ཡང་ཀ་མོའི་ཅལ་གནང་དེ་ཀི་འདུག་དེ་ནས་ད་ད་ནྡེ་རྒྱ་གར་གི་གནམ་ཐང་གི་ཞིབ་འཇུག་དང་སྲུང་སྐྱོབ་བདེ་འཇགས་དམ་དུ་བཏང་ཡོད་པའི་ནེ་ཚོའི་ཅལ་རེད་དེ་ཤག་ད་གང་དག་ཅལ་ལག་མ་ང་དེ་ཀི་ང་ཚོ་ད་ཞིབ་འཇུག་ལ་བར་བརྔོག་ཤ་ཤུགས་ཆེར་བཏང་གི་ཡོད་པ་དང། ད་ནུབ་རྒྱུད་ནང་ང་ཚོ་བ་ནི་སྐྱེན་གྱིན་ད་ལམ་སང་འགྲོ་བདེ་བོ་ཡོད་རེད་ད་ནི་ད་འདི་ཞག་དམ་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་གི་སི་ཁྱེད་རང་རྒྱལ་སྤྱིའི་གནམ་གྲུ་ངེས་པར་དུ་ཕུད་དགོ་ངེས་ཡིན་ན། རྩ་བའི་གནམ་ཐང་ཡང་གནམ་གྲུ་ཉུང་འགྲོ་ཤག་ད་ཁ་ཚ་ང་གཅིག་ཆིང་བ་ར་བ་དི་ལི་ནས་ཕྱིན་ནི་བལ་ཡུལ་བ་དུ་བལ་ཡུལ་ལ་ཡི་སྟོང་པ་རེད་ཤག་དི་ལི་ལ་ཡི་ག་ལ་གང་འཚམ་སྟོང་པ་རེད་དོ་ད་ཁྱེད་རང་གིས་གནམ་གྲུ་གང་རུང་ཉིང་ཆིང་ཤག་ཁྱེད་རང་གིས་གནམ་གྲུ་གོང་འཕར་སིག་རེད། ནས་ད་འགྲོ་དགོས་ཡོད་ན་དེ་སྔ་ས་ནས་མ་འགྲོ་པ་ཡིན་ན། དོན་ཚན་ག་རེ་ག་རེ་དཀའ་ངལ་འཕྲད་ཀྱི་མེད་ད་དེ་གི་ཐོག་ནས་ཅིག་སོ་སོའི་གཏན་འཇགས་ཀྱི་ཆེད་དུ་སྔ་ས་འགྲོ་དགོས་ཡོད་པ་འདྲ། དེ་ནས་ད་ད་འདི་པ་ཀི་སི་ཐན་གྱི་རྒྱ་གར་གྱི་ས་མཚམས་ནས་ཚུ་ད་མི་ཤུགས་འཕུར་མདའ་འདྲ་མིན་སྣ་ཚོགས་ཡང་ཡང་བརྒྱབ་པའི་ཐོག་ནས་ཨ་ནི་རྒྱ་གར་གྱི་ད་ད་འདི། ས་མཚམས་ལ་ཡོད་བསྡད་པའི་དེ་མི་ལ་བོ་ར་གྲོང་གསེབ་དེ་དེ་ཚོ་ཚང་མ་གབ་ས་ཡིབ་ས་ག་རི་ནས་ད་གྲ་སྒྲིག་ང་ཚོས་ནས་བྱེད་དགོས་ཀྱི་ཡོད་པ་དེ་འདྲ་གི་ཀ་གཅིག་བཏང་བསྡད་ཀྱི་འདུག་དེ་ནས་པ་ཀི་སི་ཐན་གྱི་བདེ་སྲུང་བློན་ཆེན་ཁའོ་ཇ་ཨ་སིབ་ཀྱིས་བཤད་ཚད་བྱས་ན་ད་ང་ཚོ་དམག་རྒྱག་ཡ་མ་གཏོགས་ནས་ཁ་ལོར་ད་ཐབས་ལམ་གཞན་པ་གང་ཡང་ལྷག་མ་སོང་ཟེར་བ་ད་ང་ཚོས་དམག་རང་རྒྱག་གི་ཡིན་ཟེར་ནས་དེ་འདྲའི་དཔྱད་བཤད་བསྟན་གྱི་འདུག་ཡིན་ནའི་ད་ད་ལྟ་པ་ཀི་སི་ཐན་གྱི་རྒྱ་གར་སྒང་ལ་མི་མེད་གནམ་གྲུ་བཏང་སྟེ་མང་པོ་ཅིག་ཏུར་ཀི་གིས་བཟོས་བཞག་པའི་མི་མེད་གནམ་གྲུ་བཏང་གི་ཡོད་པའི་གནས་ཚུལ་བཅས་ཡང་དུ་བཤད་བསྡད་ཀྱི་འདུག་གང་ལྟར་ད་ལྟ་བར་དུ་ད་རྒྱ་གར་གྱིས་པ་ཀི་སི་ཐན་གྱིས་བཏང་བཞག་པའི་མི་མེད་གནམ་གྲུ་མང་ཆེ་བ་ཅིག་བར་ནམ་ཁམས་ནས་དུར་ས་གདོང་ལེན་བྱས་ནས་བཀག་ཡོད་པ་དང། པ་ཀི་སི་ཐན་གྱིས་རྒྱ་གར་སྒང་ལ་དམག་རྒྱག་དུས་སྐབས་སུ་མང་ཆེ་བ་དེ་སློབ་གྲྭ་དང་སྨན་ཁང་དང་ད་གང་ལྟར་མི་དཀྱུས་མའི་སྒང་ལ་རྒྱག་གི་འདུག་ཟེར་ན་རྒྱ་གར་གྱིས་ཇུས་འཇུག་བྱས་པའི་གནས་ཚུལ་ཅི་རེད་དེ་ཤ་ད་ནི་ཡང་ད་ད་ལྟའི་པ་ཀི་སི་ཐན་གྱི་སྤྱི་ཚོགས་དྲ་རྒྱའི་ནང་ལོ་ཡ་ད་པ་ཀི་སི་ཐན་གྱི་རྒྱལ་ཁབ་ཀྱི་འགྲོ་སོང་ཆེ་ཤོས་དེ་བདེ་འཇགས་དང་སྲུང་སྐྱོབ་ཀྱི་ཆེད་དུ་དམག་གི་དུ་ཐོག་ལ་འགྲོ་སོང་བཏང་གི་ཡོད་རེད་ནས་ད་ཁ་སང་རྒྱ་གར་གྱི་མི་མེད་གནམ་གྲུ། བཅུ་གཉིས་ཡོང་བྱས་ས་ཚུགས་དགུ་ལ་གཏོར་སྐྱོན་ཤུགས་ཆེན་པོ་བཏང་བ་རེད་དེ་ནི་པ་ཀི་སི་ཐན་གྱིས་གང་ཡང་བྱས་ཐུབ་ཡོད་མ་རེད། ད་དེའི་འགྲོ་སོང་དེ་ཚང་མ་གོ་བ་འགྲོ་གི་ཡོད་རེད་ཟེར་ན་ད་དེའི་གི་དྲི་བ་ཡང་སའི་སྤྱི་ཚོགས་དྲ་རྒྱའི་ཐོག་ནས་བཀོད་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ད་ལྟའི་ངའི་བློ་ཡ་བྱས་བྱས་ན་ཨ་རྒྱ་གར